རྨོ་དོམ་ལགས་ཀྱིས་སྒྲུང་བཤད་པའི་དུས་ཚོད། དེ་རིང་དགོན་བདག་རྨོ་དོམ་ལགས་ཀྱི་བཤད་ཡག་གི་སྒྲུང་དེའི་མིང་ལ་ཡ། སེམས་བཟང་ཅན་གྱི་ཚེ་རིང་ཟེར་བ་རེད། ཚེ་རིང་གི་ནང་འཚོ་བ་ཧ་ཅང་སྐྱོ་པོ་ཡོད་རེད། ཉིན་མོ་གཅིག་ཚེ་རིང་པཱ་ལགས་ཀྱིས། ཚེ་རིང། ད་ང་ཚོའི་ནང་ལ་ཟ་ཡག་ཅེས་མི་འདུག། རང་གི་ལུང་པོ་ཞིམ་པའི་གཏེར་ཆེན་གྱི་བུ་ལོན་གྱི་ཡག་ག་རྒྱུག་ཨ། བློ་གསལ་པ་ལགས། དེ་ནས་ཚེ་རིང་བུ་ལོན་ཡག་པའི་ལང་ཀ་གང་ལ་འགྲོ་དུས་རྫུན་མ། ཐོབ་རྒྱག་པོབ་རྒྱག་ཡིན་ཡང་ལྷག་པ་ཆེན་པོ་ཅིག་བརྒྱབ་རིགས། ཚེ་རིང་གི་བྲག་ཕུག་ཅིག་ནང་གབ་ག་ཆེན་པོ་རེད། བྲག་ཕུག་ནང་ལ་གབ་བསྡད་དུས་བྱིའུ་རྐང་པོ་ཆགས་འགྱོག་ཅིག་ཡོད་མ་རེད། ཨ་རོ་རོ་རོ། ཨ་རོ་རོ་རོ། ལྷག་པ་དེ་འདྲའི་ཆེད་ལ་ངས་རྐང་པ་ཆགས་སོང། རྐང་པ་ཆགས་སོང། ཚེ་རིང་གི་བྱིའུ་དེ་སྙིང་རྗེ་དག་ཆོད་རྗེས་ཨ་མ་ན་ལུག་ཅེས་སོ་སོའི་ནང་ལ་ཁྲིད་ཕྱིན་པ་རེད། ནང་སླེབས་དུས་རྫུན་མ་ཚེ་རིང་གིས་བྱིའུ་དེ་བཏོགས་ཏེ། དེ་ནས་བྱིའུ་དེའི་རྐང་པའི་རྨ་རས་བརྗེ་རོགས་བྱས། བྱིའུ་དེ་བྱམས་པོ་བྱས་རྗེས་བྱིའུ་དེ་གྲགས་པ་རེད། བྱིའུ་དེ་ཁྲག་བཅས་ལོག་འགྲོ་རྩིས་བྱེད་དུས་སུ་མ། ཚེ་རིང། རང། ངས་རང་ལ་བཀའ་དྲིན། མཇལ་ཡག་ཆེད་དུ། ངས་རང་ལ་ལ་བུག་གི་སོན་གྱིས་སྤྲད་ཀྱི་ཡིན། ལ་བུག་སོན་དེ་རང་གས་རང་ནང་གི་གོ་རེ་ནང་ལོག་ལ་ཡ་བཏབ་ཨ། རང་གས་སོན་དེ་ཡིན་གཅིག་མིན་གཅིག་བཏབ་གོ་རེ་ད། སི་ལབ་རེད། དེ་ནས་བུ་ཚེ་རིང་གས་བྱིའུ་དེས་སྤྲད་པའི་སོན་དེ་སོ་སོའི་ནང་གི་གོ་རེ་ནང་ལ་བཏབ་རེད། ལ་བུག་དེ་ཉིན་མོ་གཅིག་ལས་གཅིག་མ་འདས་པར་ཆེ་རུ་ཆེ་རུ་ཆེ་རུ་ཆེ་རུ་ཕྱིན་པ་རེད། དགུན་ཁ་ལས་དུས་ཚོད་མ་བུ་ཚེ་རིང་གིས་པཱ་ལགས་ཀྱི། ཚེ་རིང། ད་ཟ་ཡག་མི་འདུག་ཨ། རང་གི་སྒོ་རའི་ནང་གི་ལ་བུག་དེ་བསྐོར་ཞུ། ངས་ཐང་བཟོས་རྗེས་ང་ཚོ་ལྟོས་འདུག་ལབ་རེད། ཚེ་རིང་གིས་སྒོ་རའི་ནང་ལ་ཕྱིན་རྗེས་ལ་བུག་དེ་བསྐོར་རྗེས་སྟུག་པར་ཕྱིན་པ་རེད།

དེ་ནས་པཱ་ལགས་དེས་ཚེ་རིང་བཙའ་ལ་ཡ་ཏཱ་ག་ཡོང་དུས་དངོས་གནས་ལ་བུ་ན་ནས་སྲས་ཀྱི་མོ་མོ་པག་ཙེ་ཞིག་ཐོན་པ་རེད། པཱ་ལགས་དེས། འོ་ཙི། དེ་འདྲའི་ཡག་ལ། ད་ང་གཉིས་ནི་སྲས་ཀྱི་མོ་མོ་ཁྱི་བཅས། བཟའ་ཡག་དང་གོན་ཡག་བྱེད་པོ་རྒྱག་པར་འགྲོ་ཟེར་ལབ་རེད། དེ་ནས་ཆེ་ཁོ་གཉིས་ཀྱི་འཚོ་བ་ཧ་ཅང་སྐྱིད་པོ་སྐྱེལ་ཡ་རབས་རེད། སེམས་བཟང་ཅན་ལ་བདེ་བ་ཐོབ། དེ་རི་སྒྲོམ་བདག་རྫོགས།